འཛམ་གླིང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་བརྙན་ཐུང་ཁག་ཅིག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་བརྙན་ཐུང་དེ་ནི། ཁ་སང་དགོང་མོ། རྒྱ་ནག་གི་མེ་ཤུགས་འཕུར་མདའ་ཞིག Satellite ཞིག་བར་སྣང་ནང་སྐྱེལ་རྒྱུའི་ཆེད་གཏང་ཐབས་བྱས་ཡོད་པ། Satellite དེ། བཏང་གོ་དོན་ནི། བརྙན་འཕྲིན་དང་རླུང་འཕྲིན་གཞན་ཡང། ཁ་པར་གཏོང་རྒྱུའི་སོགས་ཕན་ཚུན་སྦྲེལ་མཐུད་བྱེད་རྒྱུའི་ཆེད་བེད་སྤྱོད་བྱེད་རྒྱུ་ཡིན་པའི Satellite ཞིག་མེ་ཤུགས་འཕུར་མདའ་དེའི་ནང་ཡོད་པས། དེ་གཟའ་ཟླ་བའི་དགོང་མོ་དེ་ལ་གནམ་བཏང་སྐབས་སྐར་ཆ་ཁ་ཤས་མ་འཛོམས་བར། མེ་ཤུགས་འཕུར་མདའ་དེ་ཐོར་ཡོད་པ་དེའི་སྐོར CNN གྱི་གསར་འགོད་སྙན་ཐོ་ཞིག་འདུག་པས་དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡིས

འགོ་བཙུགས་ཏེ། ད་ལྟའི་མེ་ཤུགས་འབོར་འདྲ་རྣམས་གཏང་རྒྱུའི་ཐབས་ཤེས་བྱ་བ་དེ་ནི་ཐེངས་བཅོ་བརྒྱད་པ་དེ་ཡིན་པ་དང། འདས་པའི་ཐེངས་བཅོ་བརྒྱད་ནས་ཐེངས་གཉིས་མ་གཏོགས་གཞན་ཆ་ཚང་ཁོང་ཚོས་ལམ་ལྷོང་བྱུང་སྟེ་མེ་ཤུགས་འབོར་འདྲ་བར་སྣང་དུ་གཏང་ཐུབ་པ་བྱུང་ཡོད་པ། ཐེངས་གཉིས་པའི་ལམ་ལྷོང་མ་བྱུང་བའི་མེ་ཤུགས་འབོར་འདྲ་འཐོར་བ་དེ་ནི་ཁ་ཚང་གཟའ་ཟླ་བའི་གོང་སྔོན་མེ་ཤུགས་འབོར་འདྲ་འཐོར་བ་དེ་ཆགས་ཀྱི་ཡོད་ཡིན་པ།

མེ་ཤུགས་འཕུར་མདའ་དེའི་ནང་ལྗིད་ཚད Metric Ton བདུན་ཐམ་པ་འཁྱེར་ཐུབ་ཀྱི་ཡོད་པ། ཡང་ན། ཀི་ལོ་བདུན་སྟོང་ཙམ་འཁྱེར་ཐུབ་ཀྱི་ཡོད་པ། ད་ལྟའི་མེ་ཤུགས་འཕུར་མདའ་འཐོར་བའི་གནད་དོན་དེའི་ཐོག་རྒྱ་ནག་གི་གཞུང་འབྲེལ་གསར་ཁང་ཁག་ནས། གནས་ཚུལ་ཉུང་ཤས་ལ་མ་གཏོགས་སྤེལ་མེད་པ་དང། ཤིན་ཧྭ་གསར་ཁང་ནས་རྒྱ་ནག་གིས་ཁོ་ཚོས་མེ་ཤུགས་འཕུར་མདའ་ལམ་ལྷོང་མ་བྱུང་བའི་གནད་དོན་དེ། ཆུ་ཚོད་གསུམ་གྱི་རྗེས་སུ་མ་གཏོགས་ཁོ་ཚོས་གནད་དོན་དེའི་ཐོག་ཀན་ཧྥོམ་ཡང་ན་བདེན་དཔང་བྱས་མེད་ཡིན་པ་དང། ཁོ་ཚོས་བཤད་རྒྱུ་ལ་མེ་ཤུགས་འཕུར་མདའ་འཕུར་རྒྱུ་བྱེད་སྐབས། ཡོན་ཏན་མ་ཡིན་པའི་གནས་སྟངས་ཤིག། དཀའ་ངལ་ཞིག་འཕྲད་ཡོད་ཅེས་བཤད་པ་དང། ད་ལྟོས་མུ་མཐུད་ཞིབ་འཇུག་བྱེད་མུས་ཡིན་ཅེས་བཤད་པ་མ་གཏོགས་གཞན་ཞིབ་ཕྲ་གང་ཡང་བཤད་མེད་ཡིན་པ། དུས་མཉམ་དུ་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ། ཇཱའོ་ཧྭ་ཞུ་དང་ཏོང་ཡུའི་ནང་དུ་མི་སྒེར་པ་སོ་སོས་མེ་ཤུགས་འཕུར་མདའ་འཐོར་བས་བརྙན་ཐུང་བླུག་སྐབས། མཐོང་རྒྱུ་མེད་པར་བསུབ་འགྲོ་གི་ཡོད་པ་དང། གནད་དོན་དེའི་ཐོག་གཞུང་འབྲེལ་གྱི་གསར་ཁང་ཁག་གིས་བརྙན་ཐུང་སྤེལ་བ་དེ་དག་མ་གཏོགས་གཞན། མི་མང་ཚོས་མཐོང་རྒྱུ་མེད་པར་བཟོས་ཀྱི་ཡིན་པ། སྤྱིར་ད་ལྟའི་མེ་ཤུགས་འཕུར་མདའ་བར་སྣང་གཏང་རྒྱུའི་གནས་སྟངས་དེ་དག་ནི། ཞི་ཅིན་ཕིང་གི་དམིགས་ཡུལ་ལ། ཉིས་སྟོང་ལྔ་བཅུ་བར་རྒྱ་ནག་བར་སྣང་གི་འཕྲུལ་ཆས་ཐོག་ཁྱད་དུ་འཕགས་པ་ཆགས་རྒྱུའི་དམིགས་ཡུལ་ཡོད་པ་དང། ད་ལྟའི་ཆར་རྒྱ་ནག་གིས་ཨ་རིའི་ལྷན་དུ་མེ་ཤུགས་འཕུར་མདའ་ཡང་བསྐྱར་བེད་སྤྱོད་བྱེད་ཐུབ་པས། འཕྲུལ་ལས་དེའི་ཐོག་འགྲན་རྩོད་བྱེད་དང་བྱོས་མེད་ཡིན་པ་དང། ཁོ་ཚོས་ཟླ་བ་སྔོན་མའི་ནང་མེ་ཤུགས་འཕུར་མདའ་ཡང་སྲིད་བེད་སྤྱོད་བྱེད་ཐུབ་པའི་འཕྲུལ་ཆའི་ཐོག་ལེགས་གྲུབ་རེ་ཟུང་བྱུང་ཡོད་ཡིན་པ། ཡེས་ད་རིང་གི CNN གྱི་གསར་འགོད་སྙན་ཐོ་དེ་ཡིས་སྙིང་བསྡུས་ཞུས་ཟིན་པ་ཡིན། ང་ནི་ཧྥ་རན་སི་ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ་ལས་རིམ་འདི་ཡག་པོ་འདུག་གོ་ན།